ཨན་དེ་གི་ཇི་ཡོང་དུ་བརྩམས་པ་ལས་རྒྱལ་བ་རིན་པོ་ཆེ་གཅིག་པོ་མ་རེད་ང་ཚོ་བུ་མོ་སྐྱེ་བོ་རྣམས་དེ་ཡོངས་རྫོགས་ལ་གནོད་དུ་ཡོད་རེད་དེ་གི་བོད་བསྟན་པ་ཆབ་སྲིད་ལྷག་པར་དུ་དན་ད་བར་དུ་གཅིག་ཡེ་ཤེས་གཉིས་ནི་བོད་བསྟན་སྲིད་མི་རིགས་ཀྱི་ཆེད་དུ་གཅིག་ལུས་སྲོག་ལོངས་སྤྱོད་ཡོངས་སུ་བློས་གཏོང་བྱ་ཆོག་དེ་དེ་ཚོའི་གི་ཨ་ནི་གཅིག་རེ་བའི་འབྲི་བའི་ཡོངས་སུ་རྫོགས་པ་ས་ལ་བཏབ་བསྡད་ཆོག་འདྲ་བ་གཅིག་མཐོང་དུ་ཡོད་རེད་དེ་གི་ཐོག་ལས་ད་ང་ཚོའི་འཛམ་གླིང་བུ་མོ་བདེ་འདུན་རྫོང་ལ་ལས་འགུལ་ཁང་གི་ཕ་གི་ལ་ཡ་རྩ་གཅིག་བདེན་པ་དངོས་གནས་སུ་གང་ཡོད་པ་དེ་གསལ་བཤད་བྱས་ནས་འགྲོ་དུ་ཡོད་རེད་དེའི་ཐོག་ལ་ཡང་དག་ཕ་གིའི་ལྟ་ཡང་དུ་བརྩམས་པ་ལ་མི་མང་པོ་ཞུ་ཅིག་གིས་ཅིག་འཕྲེད་དར་འདྲ་མིན་ཁུར་དུ་ཡོད་ད་རྒྱ་རོམ་པོ་ཆེ་ལ་ཡང་ཅིག་གིས་ད་རྒྱ་རོམ་གྱི་སྐུ་ཚེའི་འཁྲུལ་བློ་བསྟན་པ་ཤོག་ལ་ཡང་འདྲ་བོ་ལས་འགུར་དེ་འདྲའི་རྣམ་པ་མང་པོ་འགྲོ་ཅིག་མཐོང་འདུག་དེ་ལྟ་ཁྱོད་རང་གི་ངོས་ནས་བཤད་པ་ན་ཕ་གི་ལ་ཅིག་ལས་འགུར་སྤེལ་སྟངས་རྣམ་པ་དེ་ཚོ་ཅིག་མི་མང་གི་ཚོར་ཤུགས་རེད་ཅིག་ག་འདྲའི་གྲབས་བྱུང་སོང། སྤྱི་སྟོང་གི་ང་རང་ཚོ་བལ་མི་གི་དེ་ཆོ་ག་སང་ལ་དེ་ག་ནས་ཧ་ཅང་གི་ཡག་པོ་ཞེ་དྲག་བྱུང་སོང་ཨཱ་ནས་སྤྱི་སྟོང་གི་ད་འདི་རྒྱ་ཚོ་པ་ཁོ་རང་ཚོ་ཕ་ཕྲུག་ཟུག་དེ་ལ་ཨཱ་ནས་མ་འོང་ཆེ་ཡ་ད་ཡིན་གྱི་འགྲོ་གི་རིག་དེ་ཤ་བལ་པ་ཧ་ལམ་མི་འདའ་སུན་ཆུ་ཡ་མ་ཆེ་ཡོད་ས་རིག་སང་སང་འདྲ་བོ་ཇི་རེད་སང་ད་ང་ཚོ་བལ་པོ་ཚོ་གཅིག་ང་རང་ཚོ་ཆོ་ག་སང་གི་ནང་ལ་ཨཱ་ནས་ཀྱི

བལ་པོའི་ཁ་ཅིག་གིས་ད་བརྒྱ་སྟོང་ཅེས་གྲུ་མ་འདྲ་བོར་བརྩིགས་ཟེར་གི་ར་བ་ད་ཅིག་ལ་པ་སྙོམས་འདྲིས་རྩེད་ཅེས་ཨ་ཅེས་ལོ་སར་ས་ཁ་འགྲོ་བསྡད་ལ་སོགས་པ་དེ་དང་དེ་གཞན་པའི་གི་རྒྱ་མི་གི་རྒྱུག་ཁྱི་རྩིག་ཁྱི་ནང་གི next hit སོགས་ཁོ་ཚོ་ལ་བཤད་ཨ་ད་ལྟ་ཁོ་ཚོ་གི་གནས་སྐབས་ཅིག་ལ་ད་ག་ཚོད་རང་ཉིད་ཅག་ང་ཚོ་ད་ངོ་དེབ་ནང་ནས་མང་པོ་མཐོང་འདུག་ཅེས་ཡོལ་བ་ཁྱེར་བ་ཨ་ཁོ་ཚོ་གི་ད་ལྟ་གྱོད་གཞུ་འདྲ་བོ་དེ་སངས་རྒྱས་བཅོམ་ལྡན་འདས་སྐུ་དངོས་སུ་ཕེབས་ཡོང་ན་ཁོ་ང་ཚོ་གྲུ་ཐག་ཆད་ཡ་ཁྱི་མེད་ཟེར་གི་ཡ་བཤད་བསྡད་དེ་ཁོ་ཚོ་དང་ད་དངོས་གནས་གྲོང་ནས་ཚེ་དང་གེའི་སྡེ་དགུ་གི་སྐད་ཆ་བཤད་གི་ཡོད་རེད་རེད་བ། ད་ང་རང་གི་གསང་ཚིག་དེ་གི་སྟེང་ལ་ད་ཀྱི་ཉེན་ཁ་ཚ་ཤུགས་འདྲ་བོ་ཅིག་ང་ཚོ་ཆོས་སྲིད་གཉིས་ཀི་ཐད་ཀར་ལ་ཀྱི་བེད་སྦྱར་ཞི་བའི་གྲོས་མོལ་རེད་ནང་གི་གནས་ཚུལ་རེད། ཀྱི་ཚང་མ་གི་ཐད་ཀར་ལ་སེམས་འཚབ་ཆེ་ཤུགས་འདྲ་བོ་དེ་ད་ལྟའི་དུས་ཚོད་དེ་རེད་འདི་བསམ་འདུག་ང་རང་ཚོ་དེ་ཚོ་ནང་གི་མི་རིགས་དེ་དེ་ཚོ་གི་ད་རྡོ་རྗེ་ཚོ་པ་ཁ་ལ་ཁུར་ཆེད་ཀྱི་ཁྱེད་ཅག་མི་རིགས་རིགས་རྒྱ་རིགས་རིགས་དེ་ཚོ་ཚང་མ་ཨ་ནི་བོད་པ་གི་འདུ་ཅག་བྱེད་གི་ཡོད་རེད་ཟེར་ལ་འདྲ་བོ་དེ་སྐྱག་རྫིག་བཤད་བསྡད་གི་ཡོད་རེད་ཟེར་ལ་འདྲ་བོ་དང། དེ་དང་དེ་བྱིན་པའི་གི་གོ་ཚོགས་གི་སྤྱི་ཚོགས་གི་ནང་ནས། ལྷ་བྲག་གི་ནང་ནས་མ་དཔེ་གསུང་སེ་ལའི་འགྲོ་སྒོ་དང་འཕྲད་ཐེངས་ལས་ཧོར་སྡེ་གཅིག་མ་གསུང་སེ་ལའི་འགྲོ་སྒོ་དང་དེ་དང་དེ་བཞིན་པའི་སྐད་ཀྱིས། བཙན་བྱོལ་གཞུང་གི་གཞིས་ཆགས་ག་ས་ག་ལ་སྡེ་དེ་གའི་ནང་མཐོ་གཏོང་འཕྲད་མ་གསུང་སེ་ཤེས་སྡེ་ཤོད་ར་ཡིན་ན་ཡང་དེའི་ཤེས་སྡེ་གཉིས་ཀྱི་མི་དེ་ཚོ་ཚང་མ་ཐོག་མ་འདི་ལ་སླེབས་ཡོང་དུས། ང་ཚོ་བཙན་བྱོལ་གཞུང་གི་མིང་ཁུར་ཆེད་ཐ་མ་དུག་གི་དེབ་ལག་དེབ་སྔོན་པོ་ཁུར་ཆེད་གཞུང་ག་བར་གྱི་སྡེ་ཡོད་མ་ཡིན་པ་བཅའ་ཕྱོགས་ལག་དེབ་ཞུས་བསྡད་པ་དང་དེ་གི་སྟེང་ནས་རག་བསྡད་ཡ་གྱི་རིས་མ་ཞིག་གི། ད་ལྟའི་རྡོ་རྗེའི་རྗེས་འབྲང་པ་དེ་ཚོ་གི་རྡོ་རྗེའི་ཁ་ལ་ཁུར་ཆེད།

ཅེས་གླེང་མོལ་ཞེ་དྲག་རེ་དྲན་གྱི་འདུག་ཁོ་རང་ཚོ་དེ་འདྲའི་བྱས་བསྡད་ཉིན་ཐུགས་སྲོག་ཡོང་ཡིན་པ་ཡིན་ན་ད་ཁོ་རང་དང་གྲྭ་རིན་པའི་ཚེ་འདི་ཚོ་གཉིས་ཀྱི་སྐྱབས་གནས་བྱེད་ཧ་ཡོད་ན་ཁོ་རང་གལ་སྲིད་གྲོངས་ཚར་བ་ཞུ་དགོས་ལ་གཞིས་ལུས་ཀྱི་བུ་དང་བུ་མོ་ཚོ་སོགས་ལ་ག་འདྲས་ཅིག་བྱེད་དགོས་རེད། གལ་སྲིད་ད་དཔེ་འདྲ་ཚིག་བཞག་པ་ཡིན་ན་ངས་དེ་འདྲའི་ཆེད་བྱེད་ཧ་ཡོད་ན་ང་ཚོ་རྒྱ་ཆེའི་མང་ཚོགས་ཀྱི་རྩེ་གར་ལ་ཁོ་རྡོ་རྗེ་སྦྱིན་རག་པ་རེད་ཟེར་དུས་ཧ་ལམ་འདྲ་ཅིག་མ་བདེ་བ་ཅིག་ཆགས་བསྡད་ཀྱི་ཡོད་རེད་བ། དེ་དང་དེ་གཞན་པའི་གི་ད་ང་རང་ཚོ་མིའི་གི་སེམས་ཚབ་དེ་འདྲས་ཀྱིས་ཡོང་བཞིན་པའི་དེ་ལ་ད་རེས་གི་ད་གཉིས་ཕན་དབུ་མའི་ལམ་ལ་འགྲོ་ཡ་ལ། ང་རང་ཚོ་མཉམ་རུབ་གི་དཔུང་པ་ཡོང་གི་ཡོད་མ་རེད་ནང་དེ་ནས་ནི་སྐད་ཅིག་འཇལ་བསྡད་ཡོད་རེད་རྒྱ་མི་ལ་དགོས་ཡ་ད་ག་རང་དགོས་ཀྱི་ཡོད་རེད་རྒྱ་མི་གི་ང་རང་ཚོ་བལ་དེ་ག་ལེར་ག་ལེར་བརྩད་ནི་ཟ་ཡ་གི་ཐབས་ཤེས་རུང་བྱས་བསྡད་ཀྱི་རེད་ཁོ་རང་ཚོ་གི་ཧ་མ་གོ་བ་ཅིག་རྒྱ་མི་གི་རྒྱབ་རྩ་རྩེ་ཀྲུང་གོ་གུང་ཁྲན་ཏང་གི་ཁ་ལ་ཉན་ཡ་གི་རེད་ང་ཚོ་བཙན་བྱོལ་གཞུང་སྲིད་སྤྱི་གི་ཁ་ལ་ཉན་ཡ་གི་མ་རེད་ཟེར་བསྡད་ཡ་འདྲ་བ་དང།